ཨོ་ལགས་སོ་ད་དེ་ནས་ང་ཚོ་དང་པོ། ཕྱི་ལོ་ཉིས་སྟོང་བཅུ་དགུ་ལོའི་སྤྱི་ཟླ་གཉིས་པའི་ཚེས་པ་ཉི་ཤུ་རྩ་བདུན། དགོང་མོ་དེ་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་ལྟ་ང་ཚོ། ཨ་ནེ་དཔལ་ནཱ་ལེནྡྲའི་དཔལ་སྤྲུལ་བཅུ་བདུན་གྱི་རྣམ་ཐར་ངོ་སྤྲོད་ཞུ་ཡག་གི་ཁྲོད་ནས་ཁྲོད་ནས་ཟེར་མི་འདུག་ད་དེ། ནཱ་ལོ་ནས་མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་ངོ་སྤྲོད་ཞུ་དང་ཞུ་བཞིན་པ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་ཡིན་དུས་ད་དང་པོ། མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་ངོ་སྤྲོད་ཞུ་ཡག་དེའི་ཁྲོད་ནས། སྡེ་ཚན་གཉིས་རྩ་ཆེན་ངོ་སྤྲོད་ཞུ་ཡག་ཡིན་ད་དེ་ནས་དང་པོ་སྡེ་ཚན་ངོ་སྤྲོད་ཞུ་ཡག་གི་དང་པོ་དེ། སྤྱི་ཡོངས་དཀར་ཆག་ཞི་ཆགས་བྱས་པ་ཡིན་ན་ལྟ་བ་དེ་འཕགས་པ་ཀླུ་སྒྲུབ་ཀྱི་གསང་སྔགས་ཚུལ་བཙོན་བཟོ་བྱས་པས་རེད་གསུང་ཡང་དེ་འདྲའི་གསུང་སྐད་ཁ་ཤས་ཡོད་དེའི་མདུན་ད་གསང་སྔགས་དེ་བཅོམ་ལྡན་འདས་ཀྱི་གསུང་ཡིན་དང་མིན་མགོན་པོ་ཀླུ་སྒྲུབ་ཀྱི་བཙོན་བཟོ་བྱས་པ་ཡིན་མིན་ག་ད་ཐ་མ་འོ་དེའི་སྐོར་དེ་འདྲིར་མ་ངུ་རེ་ཞུ་གི་ཡིན། དེ་འདྲ་ཡིན་དུས་ད་སྤྱི་ཡོངས་ང་ཚོ་རྒྱལ་མཆོག་སྐུ་དྲིན་གཉིས་པ་གཅིག་དགེ་འདུན་རྒྱ་མཚོས་མཛད་པའི། དང་ད་སངས་རྒྱས་གཉིས་པ་ཀླུ་སྒྲུབ་ཞབས་ལ་བསྟོད་པ་མཆོག་ཏུ་དད་པའི་སྒྲ་དབྱངས། རྒྱལ་ཆོས་དགེ་འདུན་རྒྱ་མཚོ་དེ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་དྲུག་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་བཞི་བཞི་ཉིན་ལོ་ལ་དགོངས་པ་རྫོགས་པ་དེ་ལྟར་ཁོང་གི་མཛད་པའི་དགོངས་པ་ཀླུ་སྒྲུབ་ལ་འདུལ་བ་དང་ཕྱོགས་འཐད་པའི་སྒྲ་དབྱངས་གསུང་ཡང་སྟེ། རྒྱལ་བ་དགེ་འདུན་རྒྱ་མཚོའི་གསུང་འབུམ། སྐུ་ཕྱྭ་རྣམ་རྒྱལ་གྲྭ་ཚང་ནས་ཉིས་སྟོང་བཅུ་བཞི་ལོ་ལ་པར་སྐྲུན་ཞུས་པའི། ཨེ་ནི་ཤོག་གྲངས་བརྒྱ་དང་སུམ་ཅུ་སོ་བཞི་ནས། མ་ཟད་ཞལ་དེའི་ནང་ལོ་ལ་རྣམ་ཀུན་མཆོག་ལྡན་འཇའ་ལུས་རྡོ་རྗེ་སྐུ། སྒྲིབ་བྲལ་འོད་གསལ་དབྱིངས་དང་རོ་གཅིག་པ། ཁ་སྦྱོར་བདུན་ལྡན་གུ་པར་མངོན་མཛད་དེ་ཁམས་སུ་འགྲོ་བའི་སྐྱབས་གྱུར་ཁྱོད་ཕྱག་འཚལ་ཅེས་བསྒོ། མགོན་པོ་ཀླུ་སྒྲུབ་ལ་ཡང་ད་ལྟ་གསང་སྔགས་ཐོག་ནས་འགྲུབ་པ་ཉམས་ལེན་གར་བྱེད་ཡིན་མོད་རྡོ་རྗེ་རྩེ་གཅིག་ལུགས་ཐོག་ནས་རྡོ་རྗེ་སྐུར་གྲུབ་པ། འོ་དེ་འདྲའི་ཐོག་ནས་བསྟོད་པ་མཛད་པ་དེའི་རེད་འོ་དེ་ན་ཞིག་ད་བསྟོད་པ་མཛད་པ་ནང་བཞིན་བྱས་ད་ང་ཚོས་དམིགས་བསལ་འདིར་ཡང་དོ་སྣང་བྱེད་དགོས་པ་གཅིག་ག་རེ་བ་རེད་བསམ་བས་ན་ཨ་ནི་བོ་དེ་ཐམས་ཅད་མཁྱེན་པའི་ད་ལྟ་བྲམ་ཟེ་ས་ར་ཧའི་དྲུང་ནས་ཨ་ནི་གསང་སྔགས་ཀྱི་དབང་དང་དེ་ནང་བཞིན་གྱི་སློབ་དཔོན་བྲམ་ཟེ་རྗེ་བཟང་པོ་ལས་ཨ་ནི་དགེ་སློང་གི་སྟོན་པ་ཞུས་པ། རེད་ཅེས་བོ་ལྡེ་ཆོས་འབྱུང་ནང་ལ་དེ་གསུངས་ཡོད་རེད། དེའི་ནང་ལ་ད་དང་པོ་མགོན་པོ་ཀླུ་སྒྲུབ་ཀྱི་གྲོབ་ཆེན་ས་ར་ཧའི་དྲུང་ནས་ཨེ་ནི་གསང་སྔགས་ཀྱི་དབང་དང་སྡོམ་པ་ཞུས་པའི་སྐོར་ལ་ཡང་སྤྱི་ཡོངས་ང་ཚོ་ད་ཉེ་རབས་ཀྱི་མཁས་པ་དོན་གཙོས་ཅིག་སྤྱི་ཡོངས་ཀྱི་ཁ་ཤོར་ད་ལྟ་ལྟ་ཚུལ་མ་འདྲ་མང་པོ་ཅིག་བྱུང་ཡོད་རེད་ད་དེ་འདྲས་ཡིན་དུས་ལྟ་དུས་དུས་སོ་སོ་ལ་བག་དབྱེ་བ་ཕྱེ་བ་ཡིན་ན་ཨ་ནི་རྩུབ་པོར་སྨྲ་བ་དང་བྱམས་པོར་སྨྲ་བ་ཟེར་གི་ད་གང་ལྟར་བྱམས་རྩུབ་གཉིས་ཀྱི་བཤད་སྟངས་ཐོག་ལ་ཡང་རིགས་ཚུགས་འདུག་ཐུབ་པས་སུ་ཅི་རེད་ད་ཡིན་ན། དེའི་ནོར་ལས་ད་གཙོད་ཕྲུག་སྨྲ་བ། དོན་ཚོད་གསུང་དག་བྱས་པ་ཡིན་ན་ཨེ་ནས་ང་ཚོ་གསང་སྔགས་པ་དོན་ཚོད། ཨེ་ནས་གྲུབ་རྗེ་ས་ར་ཧ་མགོན་པོ་ཀླུ་སྒྲུབ་ཀྱི་སློབ་དཔོན་ཡིན་པ། མ་གསུང་ཡ་དང་ཨེ་ནས་མགོན་པོ་ཀླུ་སྒྲུབ་ཀྱི་དཔལ་གསང་བ་འདུས་པའི་གཞུང་དཔེ་ཆ་བཞག་པ་ནས་རིམ་ལྔ་དང་དུར་བྱས་དང་རྡོ་སེར་ལ་སོགས་པ། འོ་དེ་འདྲ་གི་ད་མ་མཛད་པ་རེད་གསུང་གི་རེད་འོ་དེ་ཅི་ཡོང་གི་གསང་སྔགས་ཀྱི་ཆོས་ཀྱི་ཁུངས། གལ་ཏེ་ཁུངས་བཙན་པོ་ཡིན་པ་ད་མ་བསྒྲགས་ཡག་གི་ཆེད་དུ་ཨེ་ནི་ད་ཚོད་གར་སོང་རེད་རང་ཉིད་ཀྱི་ད་ལྐོག་ལ་ཡག་ཨེ་ནི་གར་སོང་རེད་ཀོང་པོ་ཀླུ་སྒྲུབ་ཀྱི་ཚུལ་གསང་ངག་ཆོས་སྟོན་ཚུལ་རྫུན་སྒྲིག་གི་ད་བཙོན་བཟུང་བྱས་ནས་ཨེ་ནི་ཀོང་པོ་ཀླུ་སྒྲུབ་རེད་པ་ཁ་གཡར་བ་རེད་བྱས་ཏེ་བཤད་མཁན་གཅིག་ཡོད་རེད་ད་ད་ཚོད་སྤྱི་འོས་ང་ཚོ་ད་ཕ་རོལ་པོའི་ཚུལ་བཙོན་བཟུང་བྱས་པ་ལ་ཡག་ཨེ་ནི་ངས་རང་སྔེ་མ་ནས་ཅིག་ཐག་བཅད་ཨེ་ནི་དེ་སུས་བཙོན་བཟུང་བྱས་ཡོད་མེད་ཨེ་ནི་བཙོན་བཟུང་ག་འདྲས་བྱས་ཡོད་མེད་ཨེ་ནི་དེའི་སྒྲུབ་བྱེད་དོན་ཚུལ་ཡག་རྗེས་སུ། བཙལ་དགོས་པས་ད་དེའི་ཤད་དང་རིགས་གྲབ་ཅིག་ཆགས་ཡོད་རེད་ད་དེ་ནས་གཉིས་པ། ད་ད་འཇམ་པོར་སྨྲ་བ་ཟད་ཀྱི་ལུགས་དང་ཚུལ་བཤད་བྱས་པ་ཡིན་ན་ཅི་ཡང་ཁོ་རང་ཚོའི་སེམས་ཀྱི་ཕུགས་ལ་ཞི་བོ་ལས་ཨ་ནི། གསང་སྔགས་འདི། ཐོག་མར་བདག་ཅག་གི་སྟོན་པས་གསུངས་པ་མ་ཡིན་པ་དུས་ཕྱིས་སུ་རྒྱ་གར་གྱིས་གྲུབ་ཐུབ་ཟེར་ཡང་མི་འདུག་འོ་ད་ཁོ་རང་ཚོའི་ཅིག་ག་སུ་རེད། རྗེས་སུ་ད། བྱུང་བ་ལས་དེ་འདྲའི་ཅིག་གི་མོས་མཐུན་ཅིག་ཡོད་རེད།

ད་ལྟ་འཇུག་གི་རྒྱལ་ཁབ་གསུམ་གྱི་དུས་ཚོད་དཔེར་ན་སྤྱི་ལོ་ཉིས་སྟོང་ག་ས་སྤྱི་ལོ་ཉིས་བརྒྱ་ཉི་ཤུ་ནས་ཕྱི་ལོ་བརྒྱད་ཀྱི་ཉིས་བརྒྱ་དྲུག་ཅུ་རེ་ལྔའི་བར་དུ་ཨ་ནི་རྒྱ་ནག་སྐད་ལས་ད་ལྟ་གསང་སྔགས་གཞུང་མང་པོ་དེ་འདྲས་བསྒྱུར་བའི་ལོ་རྒྱུས་གསུང་གི་ཡོད་རེད་དེ་འདྲས་ཡིན་དུས་ད་མགོན་པོ་ཀླུ་སྒྲུབ་ཀྱིས་ཨ་ནི་ཀོ་ཙི་སྨད་ལ་ད་ལྟ་གསང་སྔགས་རྒྱ་གར་ལས་ཧ་ཅང་གི་ཨ་ནི་དར་རྒྱས་ཆེན་པོ་བྱུང་བ་མ་ཟད་རྒྱ་ནག་ལ་ཆ་བཞག་པ་ཡིན་ནའོ་གསང་སྔགས་ཕར་གཞུང་བསྒྱུར་ར་ཨ་ནི་ཀླུ་སྒྲུབ་ཀུ་ཏི་ལའི་ཨ་ནི་གསང་སྔགས་མེད་པར་བསྟོད་པའོ་དེ་འདྲའི་བཤད་སྐད་དེ་ལ་ཧ་ཅང་གི་ཐལ་ཆེན་པོ་རབ་གཅིག་རེད།

འོ་ན་འདི་དག་གིས་འདི་ལྟར་འདོད་པའི་རྒྱུ་མཚན་གང་ལ་ཐུག་ཅེ་ན། འདི་དག་གི་ཁྲོད་དུ་སངས་རྒྱས་ཀྱིས་ནི་ཉན་ཐོས་པའི་གཞུང་ཁོ་ན་གསུངས་པ་ལས་ཐེག་ཆེན་གྱི་མདོ་གཏེར་ནས་མང་གསུངས་ཤིང། ཐེག་པ་ཆེན་པོའི་མདོ་སྡེ་རྣམས་ནི་སྤྱི་ལོའི་དུས་རབས་དང་པོའི་སྔོན་ཆད་ནས་རིམ་བཞིན་རྫུན་སྒྲིག་བྱས་པ་ཡིན་ལ་དེ་ཡང་བྱེད་པོའི་གཙོ་ཀླུ་སྒྲུབ་ལ་སོགས་པ་ཡིན་པར་དོགས་སོ། གསང་སྔགས་ནི་དུས་རབས་བདུན་པ་བརྒྱད་པ་ཙམ་ནས་བྲམ་ཟེའི་ཆོས་ལ་དཔེ་བླངས་ནས་རིམ་བཞིན་རྫུན་སྒྲིག་བྱས་པ་ཡིན་པར་འདོད་དེ་དེའི་རྒྱུ་མཚན་ཡང་མཐར་གཏུགས་ན་དམ་ཆོས་གང་ནས་གདན་དྲངས་པའི་ལྷ་དང་ཀླུ་སོགས་མི་མ་ཡིན་པའི་འགྲོ་བ་ཁས་མི་ལེན་པ་ལ་ཐུག་ཅིང་དེའང་མཐར་གཏུགས་ན་བྱས་རྗེས་ཀྱི་ཚད་མ་ལ་མངོན་སུམ་ཚད་མ་ཁོ་ན་ལས། རྗེས་དཔག་ཚད་མ་གཏན་ནས་ཁས་མི་ལེན་པ་ལ་ཐུག་པས་ཆོས་ལ་ཞིབ་འཇུག་བྱེད་པའི་དམིགས་ཡུལ་ཡང་འཇིག་རྟེན་ཕྱི་མའི་དངོས་པོ་དང་མཐར་ཐུག་གི་ངེས་རིགས་ལ་སོགས་པའི་དོན་དུ་གཉེར་བ་ནི་གཏན་ནས་མིན་པས། དེ་དག་ནི་ཆོས་ལ་དད་པ་བྱེད་མཁན་ཡིན་ན་ཆོས་ཀྱི་ཞིབ་འཇུག་ཚད་འདས་པ་མ་ཡིན་པས་ཁྱབ་པར་ཁས་ལེན་པས་ཆོས་ལ་ཞིབ་འཇུག་བྱེད་པའི་དམིགས་ཡུལ་གང་ཡིན་པ་ཤེས་སླའོ། གཉིས་པ་ཀླུ་སྒྲུབ་ཀྱི་སློབ་པའི་སྒྲ་རྗེས་གཟིགས་བཟང་པོ་ལས་དགེ་སློང་གི་སྡོམ་པ་ཞི་བའི་སྐོར་ནི། བྱུང་ན་རྗེ་བཙུན་ཏཱ་ར་ནཱ་ཏས་ཀྱང་བཤད་ལ་ཀླུ་སྒྲུབ་ཀྱིས་མཛད་པའི་ཤེས་བྱེད་མན་ངག་ནའང་སྒྲ་རྗེས་གཟིགས་བཟང་པོའི་གཞུང། དྲངས་པ་ལྟར་སྔར་བཤད་ཟིན་པ་ལྟར་རོ། གླིང་བར་ནས་གསེར་འགྱུར་གྱི་རྩིས་བླངས་ཏེ་གསེར་འགྱུར་བྱས་ནས་དགེ་འདུན་གྱི་བདུག་རྩིར་སྦྱར་ནས་མུ་ཏིག་ལས་མུ་གེ་ལས་བསྐྱེད་པའི་རྐྱེན་ནི། ཀླུ་རུ་གནས་ནས་ཕྱུང་ཞིང་གཙུག་ལག་ཁང་དང་མཆོད་རྟེན་བཞེས་བ་བཞིན་དགོས་པར་འབྱུང་བར་གསུངས་ཏེ་གཞོན་ནུ་སྲོག་གི་རྒྱུ་བའི་རྣམ་ཐར་ལྟར་ན་དགོན་པ་འདིར་ཞག་དགུ་བཅུ་ཙམ་ལས་མ་བཞུགས་ལ་དགོན་པ་དེ་ནི་དེའི་དུས་ཀྱི་དགོན་པ་ཆེ་ཤོས་ནི་མིན་པ་འདྲ་བས་དུས་གང་ཞིག་གི་ཚེ་དགོན་པ་དེ་གང་དུ་དེ་ལྟར་གནས་པ་ཡིན་པར་འཆད་དཀའོ། ཡང་དགེ་སློང་སྡེ་བརྒྱད་ཀྱི་རིག་པའི་རྒྱན་བཞེས་པའི་གཞུང་འབུམ་ཕྲག་བཅུ་གཉིས་བྱས་པ་ཐམས་ཅད་སུན་ཕྱུང་བས་དེ་འདུལ་བའི་དོན་དུ་ན་ལེནྡྲར་ཆོས་གསུངས་སོ་ཞེས་གསུངས་པར་བྱོན་ར་བྱེད་ཚུལ་ཏཱ་ར་ནཱ་ཐའི་རྒྱ་གར་ཆོས་འབྱུང་ལས། ད་ག་ཆོས་འབྱུང་གི་ཁུངས་འདི་སི་ཐན་ཏེར་ཤ་སི་ཏུ་མེ་རི་སྤི་ཏུ་ཁ་ནས་ཆིག་སྟོང་དགུ་བརྒྱ་བརྒྱད་བརྒྱ་བརྒྱད་ལོ་ལ་པར་འབྲི་ཞུས་པའི་ཤོག་གྲངས་ཨོ་དགུ་བཅུ་གོ་ལྔ་དེའི་ནང་ལོ་ལ་གསུངས་ཤག་ཨོ་དེ་འདྲས་ཡིན་དུས་ད་དགུ་བཅུ་གོ་ལྔའི་ནང་ལོ་ལ་ཨེན་ཅི་ཡོང་ང་ཚོ་བོད་ཀྱི་ལོ་རྒྱུས་དེ་ཚོའི་ནང་ལོ་ལས་དགེ་སློང་བདེ་སྐྱིད་ཟེགས་དེས་ཨེ་ནི་རིག་པའི་རྒྱན་ཟེགས་ཀྱི་བསྟན་བཅོས་ཅིག་བརྩམས་པ་རེད་བསྟན་བཅོས་འདི་ག་རེ་ཆེད་དུ་བརྩམས་པ་རེད་ལབ་ནས་ཐེག་ཆེན་སུས་སྦྱིན་པའི་ཆེད་དུ་ཨེ་ནི་བསྟན་བཅོས་འདི་བརྩམས་པ་རེད་བསྟན་བཅོས་འདི་ལ་ཡང་ཨེ་ནི་གཞུང་ཚད་ཤོ་ལོ་ཀ་ག་ཚོད་ཡོད་རེད་ལབ་ཨེ་ནི་ཤོ་ལོ་ཀ་འབུམ་ཕྲག་བཅུ་གཉིས། ཡོད་པ་དེ་འདྲའི་ཇི་ཙམ་པར་རེད་ལབ་གི་ཡོད་རེད་ཡིན་པས་ཡིན་ནའི་ང་ཚོ་དོན་བཤད་དེ་ངག་འཁྲུལ་ལ་བར་ཕལ་ཆེ་འཆུག་བསྡད་པ་ངག་འཁྲུལ་རྟག་དང་མ་རྟག་པ་རེད་ཤག་གང་ཡིན་ཟེར་ན་དོན་ལ་ཡང་ཨ་ནི་ཤུར་ཁ་སྟོང་ཕྲག་བཅུ་གཉིས་རེད་མ་གཏོགས་འབུམ་ཕྲག་བཅུ་གཉིས་མ་རེད་དེ་ཡང་དེ་འདྲ་ཡིན་དུས་ཨ་ནི་ཤུར་ཁ་སྟོང་ཕྲག་བཅུ་གཉིས་ཡིན་པ་དེ་སྤྱི་ཡོངས་རྒྱ་གར་གི་ལོ་རྒྱུས་ཡི་གེ་གསུམ་ལས་ཨ་ནི་ཧ་ཅང་གི་ཚུལ་མཐུན་པོ་ཞལ་གསལ་པོ་བྱས་ནས་བྱུང་ཟེར་བྱས་ཇོ་ནང་སྤྱིར་ལྟར་ན་དེ་དག་བཅོས་ན་ཤག། དེ་ནས་ཤིག་གེ་དང་བྱུ་ར་ཇི་ལྟ་ལྟར་ན་དེ་མཛད་པས་ད་ལྟ་བཀའ་བབས་དུས་འདས་ཀྱི་ཨ་ནི་རྣམ་ཐར་ནང་ལོ་ལས། བཀའ་བབས་དུས་འདས་ཀྱི་རྣམ་ཐར་འདི་ད་ལྟ་བོད་ཀྱི་དཔེ་མཛོད་ཁང་ནས་ཉིས་སྟོང་བཅུ་གཅིག་ལོ་ལས་པར་འབྲི་ཞོལ་པའི་ཤོག་གྲངས་འོག་གསུམ་སོ་གསུམ་གྱི་ནང་ལོ་ལ་ཨ་ནི་དགེ་སློང་སྡེ་བརྒྱད་ལ་སོགས་པ་ཨ་ནི་ཐེག་པ་ཆེན་པོ་ལ་དམིགས་བསལ་གྱི་སྡང་བ་དང་དང་པོ་བྱེད་མཁན་དང་དུ་ཐམས་ཅད་ཨ་ནི་རྩོད་པའི་སྒོ་ནས་སུན་ཕྱུང་བར་མཚར་བཅད་པ་རེད། ལར་ཉན་ཐོས་གསེར་མདའ་པས་བརྩམས་པའི་ཨེ་ནི་རྟོག་གེ་བ་ཐེག་ཆེན་ལ་རྩོད་པའི་གཞུང་མང་པོ་བྱུང་བ་དེ་དག་གི་དཔེ་ཐམས་ཅད་བསྡུས་ནས་ས་འོག་ཏུ་སྦས་སོ། ཅེས་གསུངས་བྱ་ག་ད་གཞོན་ནུ་སོགས་ཀྱིས་བསྒྱུར་བའི་ཨེ་ནི་མགོན་པོ་ཀླུ་སྒྲུབ་ཀྱི་རྣམ་ཐར་ན་ལུང་ལས་ཆ་བཞག་པ་ཡིན་ནས་མགོན་པོ་ཀླུ་སྒྲུབ་ཀྱི་སྐུ་དུས་ལ་ཨེ་ནི་དེའི་རྗེས་ང་ཚོ་ཐེག་པ་སྨན་པའི་དགེ་སློང་ཅིག་ཡོད་པ་བྱས་དགེ་སློང་དེ་རྟག་ཏུ་མགོན་པོ་ཀླུ་སྒྲུབ་ལ་ཧ་ཅང་གི་ཨེ་ནི་ཁོང་ཁྲོ། དང་ཡང་ན་ཕྲག་དོག་ལ་སོགས་པ་དེ་འདྲ་བྱེད་ཀྱི་ཡོད་སྐོར་གསུངས་ཡོད་རེད་འདི་ཡིན་དུས་ད་ལྟའི་དུས་ལས་ཅི་ཡོད་ང་ཚོ་ཐེག་ཆེན་ལ་དང་པོ་བྱེད་པ་དང་ཐེག་ཆེན་ཕ་ལས་རྩོད་པ་བྱེད་མཁན་གྱི་དེ་འདྲའི་ཉན་ཐོས་དུད་པའི་དགེ་སློང་ཁ་ཤས་ཡོད་པ་ཡིན་ནས་ཅི་ཡོད་ང་ཚོ་ཐེག་ཆེན་ལས་དོན་གཉེར་བྱེད་མཁན་ཧ་ཅང་གི་མང་པོ་ཡོད་པ་དེ་ཚོས་ང་ཚོ་ལུང་རྟོགས་ཀྱི་ཡོན་ཏན་རེད་ཆ་བྱད་རྩོམ་གསུམ་གྱི་ཤེས་རབ་རེད་ང་ཚོ་འགྲོ་ཕན་གྱི་མཛད་འཕྲིན་ལ་སོགས་པ་ཧ་ཅང་གི་ཆེན་པོ་ཡོད་པ་འོ་ད་དེ་ཚོའི་ཐོག་ནས་སུ་གཅིག་གིས་ཟིལ་གྱིས་གནོན་མི་འདོད་པ་ཤ་སྟག་ཡིན་པ་དེ་ཚོའི་སྐོར་གསུངས་ཡོད་རེད་དེའི་དུས་ལས་ང་ཚོ་ཅི་ཡོང། ཐེག་པ་ཆེན་པོའི་སྟོན་པ་དང། སྟོན་པ་དེ་ཚུལ་བཞིན་དུ་སྤྲུལ་པའི་དགེ་འདུན་ལ་སྤྱད་པ་ལ་ཡང་ང་ཚོ་ཡང་དག་པར་རིག་པའི་ལམ་ནས་སྐྱོན་མེད་པ། འོ་དེ་འདྲས་ཀྱི་སྐྱེས་བུ་དམ་པ་གཙོ་བོ་དག་ང་ཚོ་མགོན་པོ་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་བྱོན་ཡོད་པ་རེད་དེ་ནང་བཞིན་གྱི། ང་ཚོ་ད། རྒྱན་དྲུག་ཆོས་གཉིས་པའི་འགྲོ་བྱེད་བདུད་ལ་སོགས་པ་འདིར་མ་རིག་པ་ཅན་བྱོན་པར་བ། འོ་དེ་འདྲས་ཡིན་དུས་ད་ང་ཚོ་འདིར་མ་དང་དེར་ན་ལ་ཟེར་བ་དེ་ནི་རང་གཞན་གྱི་བདེ་བ་བློ་གཟུ་བོར་གནས་པ་ཐམས་ཅད་ཀྱི་གཙུག་གི་རྒྱན་དུ་གྱུར་པ་ཡིན་གྱི་དེ་དུས་རྫུན་སྒྲིག་བྱས་ནས་བྱས་ན་གཏན་མ་བོས་པར་ལྐོག་ཏུ་སྦས་ནས་བཞག་པ་དེ་འདྲ་ག་ལ་ཡིན། དེས་ན་དུས་རབས་ཉི་གཅིག་པའི་མི་རེ་གཉིས་བློ་གྲོས་མཆོག་ཏུ་ཟབ་པས། ལོ་ངོ་ཉིས་སྟོང་ལ་ཉེ་བའི་སྔོན་གྱི་ཉན་ཐོས་ཀྱི་དགེ་སློང། བདེ་སྐྱིད་ལ་སོགས་པ་ཀླུ་སྒྲུབ་དངོས་སུ་མཇལ་མྱོང་བ་རྣམས་ཀྱིས་ཀྱང་དགའ་བར་མ་ནུས་པའི་ཐེག་ཆེན་དང་གསང་སྔགས་ཀྱི་ཆོས་དེ་དག་གི་རྫུན་ཕུག་ལྟེ་བར་སློབ་པ་ནི་མུན་སྤྲུལ་ཁོ་ནའོ། ཀླུ་རིགས་ཀྱིས་མཛད་པའི་བསྟན་བཅོས་ལ་གཞོན་ནུ་སོགས་ཀྱི་རྣམ་ཐར་ལས་བསྟན་བཅོས་ལྔའི་མཚན་དངོས་སུ་བྱུང་ཞིང་དེ་ལ་སོགས་པ་རྒྱ་ཆེར་བརྩམས་པར་གསུངས་པ་དང། དཔལ་ལྡན་ཟླ་བས་དབུ་མའི་དོན་སྟོན་པའི་བསྟན་བཅོས་མཚན་དངོས་བཏགས་པ་བརྒྱད་དང། ཨེ་ནི་གཞན་དེའི་གསུང་རབ་དབུ་མའི་དོན། དབུ་མའི་དོན་ཟབ་སྟོན་པ་གསལ་བཤད་རྒྱས་པ་དག་ཡོད་ཀྱང་ཕྱིས་སུ་རིམ་བཞིན་ཉམས་ནས་གང་དུ་བཙལ་ཡང་མ་རྙེད་པ་གསུངས་པ་དང་སྔགས་ཕྱོགས་ཀྱི་གཞུང་མང་པོ་དང་བོ་དོན་གྱི་རིགས་ཚོགས་སོ་སོར་བརྩིས་ན་མདོ་ཕྱོགས་བཅུ་གཉིས། སྔགས་ཕྱོགས་བདུན། དེ་མིན་སོ་སོར་ཐ་སྙད་རིག་པ་དང་བསླབ་བྱ་སོགས་ལྔ་བཅས་གསུངས་སོ་གསུངས་པ་ནི་གཞི་བདག་མཁའ་འདབ་མགོན་པོ་ཀླུ་སྒྲུབ་ཀྱི་གསང་སྔགས་བརྩོན་འགྲུས་ཆེ་བ་མ་ཡིན་པའི་སྐོར་ཏེ།

དེ་ནས་སྡེ་ཚན་གཉིས་པ་དེ་མགོན་པོ་ཀླུ་སྒྲུབ་ནི་གནས་ག་རེ་ཅིག་ལ་ཡང་རབ་ཏུ་བྱུང་བ་རེད། ཨོ་དེའི་སྐོར་དེ་ངོ་སྤྲོད་ཤོག་ཅེས་ད་ཅི་ཡོང། ང་ཚོ་ད་ཆ་གོང་ཞིག་པ་ན་གཞི་ནས་རྒྱལ་བ་ཀུན་བདེ་གཉིས་པ་ཆེ་དགེ་འདུན་རྒྱ་མཚོས་བསྩལ་བའི་ད་ནི་སངས་རྒྱས་གཉིས་པ་ཀླུ་སྒྲུབ་ཞབས་ལ་བསྟོད་པ་མཆོག་ཏུ་ཐེབས་པའི་སྒྲ་དབྱངས་གསོལ་ཡང་དེའི་ནང་ལ་ད་མགོན་པོ་ཀླུ་སྒྲུབ་ཀྱི་བསྟོད་པ་མཛད་མཁན་རྒྱལ་བ་དགེ་འདུན་རྒྱ་མཚོ་མཆོག་དེ་ཆིག་སྟོང་བཞི་བརྒྱ་བདུན་ཅུ་དོན་དྲུག་ལོ་ལ་སྐུ་འཁྲུངས་ནས་ཆིག་སྟོང་ལྔ་བརྒྱ་བཞི་བཞི་གཉིས་ལོ་ལ་དགོངས་པ་རྫོགས་པ་རེད། འོ་ད་དེ། ད་ལྟ་ལྟོས་པ་དེའི་ཁུངས་དེ་འདི་རེད་ད་ལྟ་གར་ས། རྒྱལ་བ་དགོན་འདི་རྒྱལ་དུ་གསུངས་འབུམ་ཨ་ནེ་རྣམ་རྒྱལ་གྲྭ་ཚང་ནས་ཉིས་སྟོང་བཅུ་བཞི་ལོར་པར་སྒྲིག་ཞུས་པའི། ཤོག་གྲྭ་རྒྱལ་བ་སུམ་ཅུ་སོ་བཞི་ནང་ལོ་ལ། མགོན་པོ་ཀླུ་སྒྲུབ་ཨ་ནེ་གནས་སྒར་བག་རེབ་ཏུ་བྱུང་མི་དེ་འགྲོ་ཡི་བས། ད་ལྟ་གར། ལྟོས་པ་དེ་རེད་དེ། དེ་ཚེ་མཚན་མཁན་དག་ལ་ལེགས་བསྟན་པའི། མཚན་བཟང་མན་དཱ་ར་ཡི། ཕྲེང་རྒྱས་ཀྱང། ཚེ་ཡི་ཚད་ནི་ཞག་བདུན་གཉིས་བརྒྱད་དང། དགེ་སློང་སྐྱ་ལ་མཆོད་བསྟོད་གསོལ་བ་ན། ལུས་རྟེན་ཚོ་བཞི་མ་ལས་ཕ་མ་ཡི། ཉི་མའི་བུ་ཡི་མཆེ་བའི་ཁྲག་ཏུ་ནི། ཞུགས་པར་ལྟ་བ་མ་ཟོས་གྲོགས་དང་བཅས། སྤྲིན་ལས་ན་རེ་འདྲར་ཞིག་ཁྱོད་ཕྱག་འཚལ། ཅེས་འོ་ད་ཀོམ་པ་ལུ་རུ་ཐོག་མ་ནི་སྐུ་འཁྲུངས་པ་ནས་བྱེད་པ་གཅིག་གི་སྐུ་ཚེ། ཞག་མ་བདུན་མ་དང་མོས་པ་དེ་ནས་དགེ་སློང་སྐྱ་ལ་མཆོད་བསྟོད་པ་ཡིན་ན་ལོ་བདུན་འཚོ་ཡ་དག་དེ་ནས་མ་ཨེ་ནི་སྐུ་ཚེ་སྲིང་བཅས་ཐ་མ་ཨེ་ནི་ན་ལེ་འབྲས། རྒྱལ་ཀུན་འཕྲིན་ལས་ཡར་འཕེལ་བ། ཨོ་དེའི་གསུངས་པ་ཏི་སུ་མ་ན་གཞན་ཕྱིར་གང་དག་བོ་དོད་ཐམས་ཅད་མཁྱེན་པ། བོ་དོད་ཐམས་ཅད་མཁྱེན་པར་ཕྱོགས་ཏེ་གཅིག་སྟོང་ཉིས་བརྒྱ་དགུ་བཅུ་ལོ་ལ་སྐུ་འཁྲུངས་ནས་གཅིག་སྟོང་སུམ་བརྒྱ་དྲུག་ཅུ་རེ་བཞི་ལོ་ལ་དགོངས་པ་རྫོགས་པ་རེད་ད། བོ་དོད་ཐམས་ཅད་མཁྱེན་པའི་དོན་དང་བཙས་པའི་བོ་དོད་ཆེན་པོ་བཞི་ཆ་བྱས་པ་ཡིན། ཨ་ནི་བྲམ་ཟེ་ཕུན་སུམ་ཚོགས་པ་དང་བྲམ་ཟེའི་རིགས་ཡིན་པར་བྱས། ཨ་ནི་ཡབ་ཡུམ་ལ་སོགས་པ་ཁོ་རང་ཚོའི་ཁྱིམ་ཚང་ཧ་ཅང་ཕྱུག་པོ་ཆེ་ལས་ཨ་ནི་དགུང་ལོ་དྲུག་ཅུར་སྐུ་འཁྲུངས་པར་བ། འོ་དེ་ཁྱིམ་ཚང་ཧ་ཅང་ཕྱུག་པོ་ཡིན་པ་ཡིན་ནའི་དེ་ལས་ཡང་དམིགས་བསལ་གྱི་བུ་ཕྲུག་བུ་མེད་པ་ཅན་རྨི་ལམ་ལས་ཡང་བྲམ་ཟེ་བརྒྱ་ལ་ཡང་ཆོས་སྟོན་ད་ང་ཚོ་གསོལ་སྟོན་གྲགས་པ་ཡིན་ནའི་བུ་སྐྱེས་པ་དེ་འདྲས་ཀྱི་ལུང་བསྟན་བྱུང་བ་ནང་བཞིན་བྱས་ནའི་བྲམ་ཟེ་བརྒྱ་ལ་ཡང་ཆོས་སྟོན་བཙས་པའི་རྗེས་ལ་ཡང་བུ་ཕྲུག་བུ་འཁྲུངས་པའི་རྗེས་ལ་ཡང་མཚན་མཁན་ལ་བསྟན་པའི་སྐབས་ལ་བྲམ་ཟེ་བརྒྱ་དང་དགེ་སློང་བརྒྱ་ལ་ཡང་ཆོས་སྟོན་གྲགས་ནས་རིམ་པར་བྱས་ནས་ལོ་བདུན་དང།

ཨེ་ནི་ཤི་བ་ད་ལྟ་མིག་གིས་བལྟ་མ་བཟོད་པ་ཅན་ཨེ་ནི་གཡོག་པོ་དང་དེ་འདྲས་ཀྱི་སྟེང་ནས་ཤིང་ནགས་ཀྱི་ནི་བ་འཁྱམས་ཀ་དང་ཨེ་ནི་མཐར་དེ་འདྲས་ཤིང་ནགས་ཀྱི་ནི་ཕྱིན་ཕྱིན་ཐ་མ་པའི་ན་རེ་གཙུག་ལག་ཁང་གི་ཨེ་ནི་རྒྱལ་ཀུན་སྟོན་ལས་སླད་ཨེ་ནི་པའི་ན་རེ་གཙུག་ལག་ཁང་གི་རྒྱལ་ཀུན་སྟོན་ལས་ཡར་སླད་པའི་སྐབས་ལ་ཨེ་ནི་སྙན་ངག་དང་རིག་བྱེད་དེ་ནས་མ་གྲགས་པའི་སྐབས་ལ་ཨེ་ནི་མཁན་པོ་སྒྲ་གཅན་འཛིན་བཟང་པོའི་སེམས་པ་རེད་མཁན་པོ་སྒྲ་གཅན་འཛིན་འདིས་ད་ང་ཚོ་སྦྱིན་འོང་བའི་ད་ལྟ་བོ་དེའི་ཆུ་ཆུ་ནང་ལ་བྲམ་ཟེ་ས་ར་ཧ་ཟེར་བཀོད་ཡོད་རེད། བྲམ་ཟེ་ས་ར་ཧ་དེ་སྤྱི་བོས་ང་ཚོ་དགྲ་ཇེ་བརྩེ་སྟེ་མཆིས་སོ་ཨ་ནི་སྔགས་ཀྱི་སྤྱོད་པ་ལ་གཞིགས་པའི་སྐབས་ལ་ཨ་ནི་མཚན་ལ་བྲམ་ཟེ་ས་ར་ཧའམ་ཡང་ན་གྲུབ་བྱེད་ད་ནུའི་བྱེད་མཚན་ཐོགས་པ་ཨ་ནི་ཚེ་གཅིག་ལུས་གཅིག་ལ་ཡང། འོག་ཏུ་འདུག་ད་མཚན་གྱི་རྣམ་གྲངས་ལས་འགལ་བ་མེད་པར་བསྐོར་ཏེ་ལྟར་ན་གསུམ་པ་ཆོས་འབྱུང། གསུམ་པ་མཁན་པོའི་གསུམ་པ་ཆོས་འབྱུང་རྣམ་གྲངས་ལ་འོ་དེ་གསུངས་ཡོད་རེད། ཨོ་དི་ཏའི་ཡི་དོད་ད་གང་དང་མཁན་པོ་སྒྲ་གཅན་འཛིན་གྱི་སྙན་ངག་དང་རིག་བྱེད་དྲ་བ་དུམ་ཚོད་གསན་པའི་སྐབས་ལ་ནང་དུ་ཁྲིད་ནས་གནས་ཚུལ་ག་འདྲ་ག་འདྲ་ག་འདྲ་ཡིན་མིན་བཀའ་འདྲི་ཞུས་པའི་སྐབས་ལ་དགོན་པ་ཀླུ་སྒྲུབ་ཀྱི་རྟགས་མའི་ལོ་རྒྱུས་ཀྱི་བྱུང་སྟངས་སོགས་དེའི་ཆ་ཚང་མ་གསུངས་དེ་ནས་ཀོ་ཟེ་ཀུ་ད་དགོན་ལ་དུས་མ་དང་མེད་པ་ཡིན་ཙང་དེ་ནས་ཀོ་ཟེ་སེང་གེ་ཐབས་ཤེས་ཡོད་མེད་ཞུས་པའི་སྐབས་ལ་ཐབས་ཡོད་རེད་ཟེར་གསུངས་པ་རེད་ཐབས་ཡོད་གསུངས་མ་ནང་བཞིན་བྱས་ཐབས་ག་རེ་ལབ་ནས་རབ་བྱུང་དགོས་རེད་དེ་ནས་བྱས་ནས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་ཡང་མཁན་པོ་སྒྲ་གཅན་འཛིན་གྱི་དྲུག་ནས་རབ་ཏུ་བྱུང་བ་རེད་དེ་འདུས་ཚད་ལ་ད་འདི་གསུང་སྟངས་འདི་ད་ལྟ། མགོན་པོ་ཀླུ་སྒྲུབ་ས་ཆ་ག་པར་རབ་ཏུ་བྱུང་བ་རེད་ཟེར་ལབ་ནས་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ལ་ཨ་ནི་མཁན་པོ་སུའི་དྲུང་ནས་རབ་ཏུ་བྱུང་བ་རེད་ཟེར་ལབ་ཡིན་ན། ཨ་ནི། བྲ་ཆེན་རྩེའམ་ཡང་ན་གྲུབ་རྗེ་ས་ར་ཡའི་དྲུང་ནས་ཨེ་ནི་རབ་ཏུ་བྱུང་བ་རེད། ཨ་ནི་རབ་ཏུ་བྱུང་བའི་རྗེས་ལ་ཡང་ད་སྐུ་ཚེ་ཆེན་འགོར་གི་ཡོད་དེ་ད་ང་ཚོ་ཚེ་དཔག་མེད་ཀྱི་ཨ་ནི་དཀྱིལ་འཁོར་ལས་དབང་བསྐུར་བྱས་ཨ་ནི་ཚེ་དཔག་མེད་ཀྱི་གཟུངས་འདོན་བཅུག་ན་ཡག།

ཨོ་ད་འདི་ཡན་ཆད་འདི་སྤྱི་འོས་ང་ཚོ་བྲམ་ཟེ་རི་ལ་སྐུ་འཁྲུངས་པ་ནས་བྱས་པ་ཅིག་གིས་ད་ལྟའི་ང་འདྲའི་རབ་ཏུ་བྱུང་བའི་བར་གྱི་ལོ་རྒྱུས་སྟེ་འདི་བོད་ཀྱི་ཆོས་བརྒྱུད་ཁག་མ་གཏོགས་གཞན་དག་ཕལ་ཆེན་རྒྱ་གར་གྱི་ལོ་རྒྱུས་ཁག་དང་དེ་ལ་དམིགས་བསལ་གསལ་མི་འདུག་ད་ལྟའི་ང་ཚོ་བོད་པའི་ལོ་རྒྱུས་ཁག་ལ་གསལ་བོ་ཡོད་པ་ཅིག་དང་སྤྱི་འོས་ཀྱི་ལྟ་སྲུང་ཚིག་འདྲ་བོ་རེ་ཅིག་རེད། དེ་གཅིག་རེད། ད་དེ་ནས་མགོན་པོ་ཀླུ་རུ་མཁན་པོ་སྒྲ་གཅན་བཙན་ནས་ཨ་ནི་ཐེག་པ་ཆེ་ཆུང་གི་ད་མདོ་དང་སྔགས་ལ་སོགས་པ་དེ་འདྲས་ཀྱི་གསན་བསམ་ན་ཡང་སོགས་པ་ཀ་ད་དེ་ནས་གཙོ་བོར་གྱུར་པའི་རིག་པའི་གནས་ཀ་ད་གར་ཡོད་པ་ཚང་མ་ལ་མ་གསན་པ་མེད་ཟེར་གི་དེ་འདྲས་ཀྱི་ཀ་ད་གསན་བཞིན་གནང་ཡོད་རེད། དེ་ནས་ད་བྱུང་ན་ཇི་ཚོད་ལྟར་ན་དེ་གསུང་བཞི་ཆ་བྱས་པ་ཡིན་ན་དེའི་རྗེས་ལ་ཡང་ཨ་ནི་རྨ་བྱ་ཆེན་མོ་དང་ཨ་ནི་ཀུ་རུ་ཀུ་རི་ང་ཚོ་རིག་བྱེད་མ་དེ་ན་ཞིག་གི་གནོད་སྦྱིན་མོ་གོ་ནག་པོ་ཆེན་པོ་དེ་ཚོའི

ཨ་ནི་རྫུ་འཕྲུལ་དང་དངོས་གཞི་ལས་དོགས་པ་མེད་པ་ཧོ་དེ་འདྲས་ཀྱི་དང་ད་ཐུག་དང་རྫུ་འཕྲུལ་དང་ནུས་པ་ལ་སོགས་པ་ཡོད་པ་དེ་འདྲས་འཕྱུར་བ་རེད། དེ་ནས་ད་ནག་པོ་ཆེན་པོའི་རིག་སྔགས་འཁྲུལ་པ་ཡིན་པ་ཡིན་ཙང་ཨ་ནི་ད་ནག་པོ་ད་ནག་པོ་ལྷོ་ཕྱོགས་དཔལ་གྱི་རི་ལ་ཡང་ཨ་ནི་ནག་པོ་ཆེན་པོའི་རྒྱུད་བཞུགས་པ་དོན་གཙོ་སྤྱན་འདྲེན་གོ་དགོངས་བྱས། ཧོ་དེ་ནས་ད་རྒྱུད་དོན་གཙོ་གདན་དྲངས་གོ་དགོངས་བྱས་ཨ་ནི་ད་ད་སྐབས་དེ་དུས་ད་ད་གླིང་དེ་ལ་ཡང་ཨ་ནི་མིག་ཡོར་ཞིག་ཏུ་ད་ང་ཚོ་འདིར་བ། མིག་འཕྲུལ། འོ་མིག་འཕྲུལ་གྱི་འབྲེལ་དེ་ནི་སྒྱུ་མ་སྒྲུབ་བྱེད་སྒྱུ་མ་བསྟན་པའི་སྐབས་ལ་ད་ལྟ་ཁ་སོ་རེ་རྒྱུའི་གདོན་ཚུལ་གསུང་འགྲེལ་གྱི་མཁའ་འགྲོ་མ་དང་སོགས་སྒྱུ་མ་ལས་ལྡན་མོ་འཆི་བདག་ཆོས་ནི་ལྡན་མོ་ལས་མགོ་འཁོར་བའི་སྐབས་ལ་དེའི་བར་ནས་ལྷ་མོ་ནག་མོ་དང་དེ་ན་ཞིག་གི་ནག་པོ་ཆེན་པོའི་རྒྱུད་དང་དེ་ན་ཞིག་གི་ཕྱག་གཉིས་པ་ནས་བྱེ་བ་གཅིག་གི་ཕྱག་བཅོ་བརྒྱད་ཀྱི་བར་གྱི་རྒྱུད་རེ་དེ་ན་ཞིག་གི་ཀུ་རུ་ཀུ་རེ་རྟོགས་པ་ལ་སོགས་པ་གདོན་ཚུལ་ལྡན་དྲག་པོ་རེ་དེ་མ་ཡིན་པའི་དང་དང་ཡེ་ཤེས་ཀྱི་མཁའ་འགྲོ་མ་རྣམས་ལས་ཞལ་གྱི་གདམས་པ་སྟོབས་ཡངས་གྲུབ་པ་མི་གཅིག་པ་དྲུག་ཅུ་ཐམ་པ། ཨོ་རྒྱན་གྱིས་སྤྱན་དྲངས་པའི་ལོ་རྒྱུས་གསུང་གི་རེད་དེ་མ་ཡིན་པའི་ད་ང་ཚོ་འདྲའི་དྲི་དང་དངུལ་ཆུ་ལ་སོགས་པ་ཐུན་མོང་གི་དངུལ་རོ་རྒྱལ་རྒྱལ་ཆགས་རེད་དེ་མ་ཡིན་པའི་རིགས་མ་གཅིག་པའི་མཐའ་ཡས་པ་དེ་འདྲས་ཨོ་མགོན་པོ་ཀླུ་སྒྲུབ་པ་གྲུབ་པའི་ལོ་རྒྱུས་གསུང་སྲོལ་དུ་པ་ལྷ་དེ་གཅིག་རེད་དེ་ནས་ད་དཔལ་ནཱ་ལེནྡྲའི་ད་ལྟ་མཁན་པོ་གྲ་ཆས་བརྩིས་ནས་ཨེ་ད་དགེ་སློང་གི་སྡོམ་པ་ཞུས་རྗེས་ཨེ་མཚན་ལ་ཡང་དགེ་སློང་པ་འདས་ཟེར་སྲོལ་ཡང་དེ་དེ་ནས་བྱུང་བ་རེད། འདི་ལས་གསུམ་པ་ཁམ་བུའི་ཆོས་འབྱུང་ནང་ལོགས་ལ་ནི། དགེ་སློང་སྤང་ཐེན་ལོ་བྱང་ལགས་བཅས་བྱུང་ཤག་དེ་ཡིན་དུས་ད་དེའི་ཁུངས་ག་རེ་ཡིན་མིན། དམིགས་བསལ་ཤེས་ཀྱི་མི་འདུག། ནི་དེང་སང་གི་མཁས་པ་མང་པོ་ཞིག་གིས་ད་ལྟ་ཀོང་པོའི་ཀླུ་སྒྲུབ་དཔལ་ནཱ་ལེནྡྲའི་གཙུག་ལག་ཁག་ལ་ཡང་ད་སློབ་གཉེར་ཟེར་བའི་སྐོར་དེ་ཚོ་བོད་ཀྱི་ལོ་རྒྱུས་ཁག་ལ་ཡང་གསལ་བ་དེ་ཚོ་བདེན་པ་མ་རེད། གང་ཡིན་ཟེར་ན་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་གནས་རྙིང་པའི་ནི་ས་འོག་ནས་ཐོན་པའི་ད་ལྟ་ང་ཚོ་ད་དངོས་རིག

ད་ལྟ་བས་ན་ནི་གཙུག་ལག་ཁང་འདི་ཐོག་མར་གྱ་གཅིག་ཡོད་པའི་ནང་ནས་ད་ལྟ་གྱ་བཅུ་ཙམ་མ་གཏོགས་སུ་རྙེད་ཡོད་མ་རེད། གྱ་བཅུ་ཡོད་པའི་ནང་ནས་ད་ལྟ་མང་ཆེ་བརྔོས་རྒྱུ་ལྷག་དེ་དེ་འདྲའི་ཡིན་དུས་དེ་དང་དོན་ཚན་ཐོག་ནས་གོ་ཐག་ཆོད་རབས་ཏག་ཏག་ང་ཚོས་ཐག་བཅད་ཐུབ་ཡ་དེ་ཚོ་ག་ལེ་ཁག་པོ་རབས་ཆགས་བསྡད་རོགས། དེ་འདྲའི་ཡིན་དུས་ད་ད་ལྟ་བར་དུ་དུས་རབས་ལྔ་པའི་རྗེས་ཀྱི་མ་གཏོགས་གོང་གི་ལྕགས་ལ་མ་རྙེད་པ་དེ་ལ་བརྟེན་ནས། ཨོ་ད། གང་ལྟར་དུས་རབས་བརྒྱ་ཕྲག་ལྔ་པའི་གོང་ལ་ཡོད་པ་མ་ཡིན་པ་ཡིན་པ་ཡིན་ནས་དེའི་གོང་ལ་མེད་པའི་ཏག་ཏག་ཚན་པ་འདི་ཁྱེད་རང་ཚོ་ཕ་རྗེས་དེ་ཁྱད་པར་གལ། ཁྱད་པར་རབ་གལ་ཆགས་མ་རེད་བསམ་གྱི་འདུག་དེ་འདྲ་ཡིན་དུས་ད་དུས་རང་བྱེད་ཚུལ་ལྟར་ན་དེ་ཆོས་འབྱུང་ནང་ལོག་ལ་ཅི་ཡོང། ང་ཚོ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་དེ་ག་ཚོད་གོང་ལ་ལྷ་ཀླུ་རྒྱུད་ཞིབ་ཕྲའི་ངོ་རུ་ཞུས་པ་ན་གཞི་རིག་ཤ་ཁྲིད་པའི་སྐུ་རྡོ་ཆེ་བསྡུས་ཡོད་པས་ཨེ་ནི་ས་ཆ་དེ་ལ་ཡང་ཆོས་རྒྱལ་མྱ་ངན་མེད་ལ་ཨེ་ནི་ཐོག་མར་ལྷ་ཁང་ཅིག་བཞག་ཨེ་ནི་དེ་ནས་རིམ་པ་བཞིན་དུ་ཐེག་པ་ཆེན་པོའི

ཡང་བཀའ་ཤག་གིས་ད་ལྟ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་འདི་སྤྱི་ལོ་བཞི་བརྒྱ་བཅུ་བཞི་ནས་བྱེ་བ་གཅིག་གི་བཞི་བརྒྱ་ལྔ་བཅུ་ང་བཞིའི་བར་དུ་ད་ལྟ་བྱུང་བའི་རྒྱ་གར་གྱི་ད་ལྟ་དགུ་བརྒྱ་རྒྱལ་རབས་སྐབས་སུ་ཨ་ནི་ཨེ་ཐོག་ནཱ་ལེནྡྲའི་གཙུག་ལག་ཁང་ཕྱག་བཏབ་པ་ཅིག་རེད་དེ་འདྲ་ཡིན་དུས་ཨ་ནི་གོང་བུ་ཀླུ་སྒྲུབ་ཀྱི་དུས་ལ་དཔལ་ནཱ་ལེནྡྲའི་གཙུག་ལག་ཁང་གི་དགོན་པ་དེ་ད་དུང་ཕྱག་བཏབ་ཡོད་པ་མ་རེད་ཡིན་པ་ཡིན་ནས་ས་ཆ་འདི

ག་འདི་རེད་རྒྱལ་པོ་ཀ་ནི་ཀ་ཟས་དེ་འདུག་འདི་རང་ལ་ཡང་རེད་ཟེར་ནས་བསམ་བཏང་ཨེ་ནི་སྔས་མ་ནི་ཆོས་སྡེ་ཆེ་ཆུང་གྲྭ་ཁྲུ་གསུམ་ཙམ་ཡོད་པ་འོ་དེ་འདྲའི་རྗེས་ལ་ཡང་དེ་རྨང་གཞིར་བྱས་ནས་ཨེ་དེ་འདི་ན་ཆོས་སྡེ་ཆེན་པོ་སེམས་ངལ་བདེ་བ་ཅིག་བཞག་ཨེ་ཆོས་སྡེ་དེའི་རྩེ་མོར་བྱ་བཞག་པ་ནི་ང་ཚོ་སེར་གྱི་ཆོས་སྒོ་བཅུ་གསུམ་ལ་བརྟེན་པ་བསམ་གྱིས་མི་ཁྱབ་པ་དེ་འདྲའི་བྱ་མདོ་རྒྱུད་གདོན་ཚུལ་ད་ལྟ་རྒྱ་ནག་གི་ཐང་སར་བླ་མའི་ལམ་ཡིག་ནང་ལོ་ལས་བཀོད་ཡོད་རེད་དེ་མ་ཡིན་པའི་གཙུག་ལག་ཁང་གི་གསེར་མདོག་ད་ལྟ་ལོ་ཡང་ཟད་དུས་མདོ་ལས་གསལ་ཡོད་རེད་དེ་མ་ཡིན་པའི་སློབ་བུ་གཞོན་ནུ་སོགས་ཀྱི་རྒྱུ་བའི་དོན་དུ་མགོན་པོ་ཀླུ་སྒྲུབ་ཀྱིས་ཨ་ནེ་རྣམ་དག་ནར་ཕྱག་བྱ་བ་ཡིན་ནས་ཨ་ནེ་དེ་ནས་ཐོས་མ་ཐག་ཏུ་རི་ལ་སོང་ནས་སངས་རྒྱས་ཀྱི་ཆོས་སྡེ་ཞིག་གི་དྲུང་དུ་བཞུགས་ནས་རབ་ཏུ་བྱུང་སྟེ་སྡོམ་པ་ཡང་དག་པར་བླངས་སོ་ཞེས་གསུངས་ཡོད་རེད། དེ་འདྲས་ཡིན་དུས་ད་དེ་ནས་ཐོས་མ་ཐག་ཏུ་རི་ལ་སོང་ནས་ཟས་ཀྱི་དོན་དང། རྗེས་སུ་ད་དཔལ་ནཱ་ལེནྡྲའི་གཙུག་ལག་ཁང་ཨ་ནེ་དགོན་པ་ག་བར་བྱ་གི་ཡོད་མེད་དེའི་གནས་དེར་ཡང་རྙིང་བས་ཐོག་མར་ཨ་ནེ་ཆོས་སྡེ་ཆེན་པོ་གཅིག་ཡོད་པ་བྱས་དེའི་གུ་རུ་ཡིད་ལ་གཙུག་ལག་ཁང་གསང་ཁང་དང་བཅས་པ་ཡོད་པ། ཨོ་དེ་མིན་འགྲོ་བསམ་ན་ད་ང་ཚོ་བསམ་ཡས་རོ་གཅིག་དེ་རེད་ད་འོ་ན་གཙང་ཁ་ཡོད་པ་ག་ནས་ཤི་གི་རེད་ཟེར་ལབ་པ་ཡིན་ན་འོ་ན་དེ་རེད་ཨ་ཅེ་ནང་བསྟན་ལས་ཡག་འཕགས་པ་སྤྱན་རས་གཟིགས་ཀྱི་སྐུ་འོ་ན་ཁྱད་དུ་འཕགས་པ་ཅིག་བཞུགས་པ་ཨོ་དེ་རེད་ཨ་གཙང་ཁ་ཡོད་པ་ཨ་དེ་འདྲས་དུ་རྒྱུད་ནང་ལ་གསལ་ཡོད་རེད་སྙམ་མོ་ནས། ཨོ་དེ་འདྲས་ཡིན་དུས་ད་ག་ད་དོར་སྡོད་པ་ཡིན་ན་སངས་རྒྱས་ཀྱི་མཆོད་རྟེན་གཅིག་གི་དྲུང་ལ་འོ་ན་མགོན་པོ་ཀླུ་སྒྲུབ་རབ་ཏུ་བྱུང་ཟེར་སོང་ཡང་གི་མཆོད་རྟེན་དེ་སྤྱི་བོའི་ངང་དུ་ད་ག་ཟེར་མཆོད་རྟེན་ཆུང་ཆུང། མཆོད་རྟེན་གཅིག་པོ་ལ་ཡང་གོ་རྒྱུ་མ་ཡིན་པར་མཆོད་རྟེན་ཆེན་པོའི་ཉེ་འཁོར་ལ་ཡང་ནི་གཙུག་ལག་ཁང་དང་གཙང་ཁང་ལ་སོགས་པ་ཡོད་པ་དེ་འདྲ་ཅིག་ལ་ཡང་ནི་གོ་དགོས་པ་རེད། གང་ཡིན་ཟེར་ན་དེའི་དུས་ལ་ཡང་ནི་དཔལ་ནཱ་ལེནྡྲའི་གཙུག་ལག་ཁང་སའི་གི་དགོན་པ་ལ་ནི་མཚན་ཧ་ཅང་གི་ད་མཚན་སྙན་ཆེན་པོ་ཡོད་པའི་གཙུག་ལག་ཁང་ཆེན་པོ་དེ་འདྲ་ཅིག་མེད་པ་ཡིན་ནས་གང་ལྟར་མཆོད་རྟེན་གཙོ་བོར་བྱས་པའི་དགོན་པ་ཆུང་ཆུང་ཅིག་ཡོད་པ་དེ་ཧ་ཅང་གི་གསལ་བོ་རེ་བ་ཅིག་ཆགས་བསྡད་ཡོད་རེད་གོ་ད་དེའི་ལོ་རྒྱུས་ངོ་སྤྲོད་ཞུ་ཡ་དེ་ད་དེ་འདྲ་ཅིག་ལ་བཞག་གོ་མེད་འགྲོ།